སྐོར་དང་ཏཱ་ནི་ཤིན་བོད་ཀྱི་སྐད་ཡིག་གི་ཐོག་ལ་ཡ་དུ་ས་བཅར་འདྲི་གནང་པའི་ལེ་ཚན་གཅིག་ནང་ལོར་ཡ་ད་ང་རས་བསམ་ཚུལ་དེ་འདྲའི་ཞུ་འདོད་བྱུང་ད་རྒྱུ་མཚན་ག་རེ་ཤོད་པའི་ནང་འདི་ནང་ལོར་ལ་ཡ་རྒན་བི་རི་རྒྱ་སོས་མཆོག་གི་དགོངས་པ་དང་མ་མཐུན་པ་ད་ང་རས་བསམ་བློ་བཏང་སྟངས་གཅིག་གང་འདྲ་ཡོད་མེད་འདི་རྣམ་པ་ཚོ་ལ་ཞུ་གི་ཡིན་བི་རི་རྒྱ་སོས་མཆོག་གི་ཡ་ཐ་སྙད་གཅིག་གྱུར་གི་ཐོག་ལ་ཡ་དུ་ས་བཀའ་མོལ་གནང་ཡོད་རེད་ད་ཁོང་གི་གསུངས་པ་རེ་བའི་ཆ་བཅོམ་པ་ཡིན་ན།

ཡོང་ཁག་པོ་རེད་གཅིག་དང་ནི། བོད་ནང་གི་ཐ་སྙད་ཅིག་ཡོད་རེད་བཙན་བྱོལ་ནང་ལོགས་ལ་ཡང། ཅིག་ཐ་སྙད་གཏན་འབེབས་བྱས་ཀྱི་བརྡ་ཆད་གསར་གསར་པ་དེ་འདྲ་གཏན་འབེབས་བྱས་ཏེ་ཚོགས་སྡེ་གཉིས་གསུམ་ཙི་ཡོད་རེད་སོང་ཙང། ཐ་སྙད་གསར་བཟོ་བྱས་ལ་ཡང་སྐྱོན་ཅིག་གང་ཡང་མི་འདུག་ང་ཚོ་ཐ་སྙད་མང་དྲགས་པས་ནི་སྐྱོན་ཡོད་མ་རེད་ང་རང་ཚོ་ཡང་ཐ་སྙད་ཀྱི་སྟོང་ཆ་ལུས་འདོད་ཡོད་རེད་བ་སོང་ཙང། ཐ་སྙད། ག་ཚོད་ཅིག་མང་བ་ཡིན་ནི། འདི་གར་ཚོ་བ་རེད། མིང་གཅིག་ལ་ཡ། ཐ་སྙད་མང་པོ་ཅིག་འབྱུང་བ་ཡིན་ནི་སྐྱོན་སུ་ཡོད་མ་རེད་བསམ་གི་དེ་ཕུན་སུམ་ཚོགས་པའི་ཡན་ལག་ཅིག་ཆགས་འགྲོ་གི་རེད་བ་ཐ་སྙད་མང་པོ་ཡོད་བ་ཡིན་ན། ད་ང་ཚོ་ཐ་སྙད་མང་པོ་ལས་དུས་གོ་ས་ལ་ང་ཚོ་མགོ་ནག་དགོས་དེ་འདྲའི་གང་ཡང་ཡོད་མ་རེད། ལེགས་ཆ་འདྲ་བོ་ཆེ་འཛོམས་པ་ཡིན་ན་ཉིན་མ་གཅིག་པུ་ལ་ཡ་སྔོན་བྱོན་སྟོང་ཕྲག་ཅིག་གི་ཚོད་ཡོད་རེད་བ། དེ་འདྲའི་ཅིག་ཡོད་རེད། སོང་ཙང་དེ་ག་ལ་ཧང་སང་དགོས་ཡོད་མ་རེད་སོང་ཙང་རེད་དེ་དོན་གཅིག་མིང་གི་རྣམ་གྲངས་ཁོངས་སུ་གཏོགས་རྗེས་ཚུད་རྗེས་མངོན་བརྗོད་ཀྱི་དོད་དུ་བེད་སྤྱོད་བཏང་རྗེས་ང་རང་ཚོ་ཐ་སྙད་གསར་པའི་དེ་ནི་ཚིགས་བཅད་ཡིན་ནི་རེད་སྙན་ངག་དེ་ཚོའི་སྐབས་ལ་བེད་སྤྱོད་བཏང་ཡག་གི་ཕན་ཐོགས་ཆེན་པོ་ཡོང་གི་རེད་ད། ད་ང་རེས་མཐོང་སྣང་བྱེད་ག་ལ་ལབ་ཡིན་ན་བྱས་ད་བྱས་གཏན་འབེབས་དེ་ཚོ་ཐ་སྙད་དེ་ཚོ་གསར་བཟོ་བྱས་པ་བྱས་ཡིན་ན་གསར་བཟོ་བྱས་བྱས་གལ་ཆེ་ཤོས་དེ་ག་ལ་བས་ན་མང་ཚོགས་ལ་ཡང་ཁྱབ་སྤེལ་བྱེད་དགོས་དེ་གལ་ཆེ་ཤོས་རེད་ད་འདི་ལ་ཡང་སྟོང་ཆ་ཤོས་ཤིག་ལྷག་འདུག་ཞེས་དྲན་གྱི་འདུག་ངས་ད་ཐ་སྙད་དེ་གས་དེ་མང་ཚོགས་ལ་ཡ་ག་འདྲས་ཁྱབ་པས་བྱེད་དགོས་ཡོད་སྤྱི་ཚོགས་དྲ་ལམ་རྒྱུད་ཅིག་ཡིན་པའི་ཡིན་ནའི་དྲ་ཐོ་གང་དག་དེ་ཤ་ཡིན་པ་ཡིན་ན་ད་ནས་མང་ཆེ་བ་གད་སྙིགས་རྒྱུད་ལམ་ལྟ་གི་ཡོད་རེད་གད་སྙིགས་རྒྱུད་ལམ་ནང་ལོག་ལེན་ཡ་ལྟ་ནང་བཞིན་སྙན་ཤལ་པ་དེ་འདྲ་ཡོད་རེད་སོང་ཙང་ཐ་སྙད་ཏེ་གྲངས་མང་ཤོག་ཁོ་རང་ཚོར་ཡོང་གི་འདུག་ཨང་སོང་ཙང་ད་ཁོ་རང་ཚོ་ལ་ཡ་ཐ་སྙད་གསར་པ་ད་དེ་འདྲས་ཐ་སྙད་གསར་པ་བཟོས་ཚན་པའི་ཞུ་སྒོ་དེ་ལ་ཡ་ཁོ་རང་ཚོ་ལ་ཡ་ཐ་སྙད་དེ་དག་གི་པར་རིས་དེ་འདྲས་གནང་རྗེས་ད། པར་རིས་ཁྱོད་རང་གི་སྙན་གཞས་ཀྱི་ནང་ལོགས་ལ་ཡ་ཁྱོད་སྙན་ཁྱོད་སྙན་རྒྱུད་ལ་མིན་ནས་འདྲ་དང་སྙན་གཞས་དེ་གའི་ནང་ལོགས་ལ་ཡ་ཁྱོད་རང་གི་པར་རིས་དེ་ཁྱབ་བསྒྲགས་བྱེད་ཐུབ་པའི་ན་དེ་ལ་ཡ་ད་དངུལ་སྤྲད་དགོས་ནས་འདྲ་འདུག་གང་ལྟར་འདུག་བྱས་རྗེས་ཁྱབ་བསྒྲགས་བྱེད་དགོས་དེ་དཔེ་གལ་ཆེན་པོ་རེད་རྒྱལ་པོ་པྲོ་ར་ཤཱན་ཇིག་ནང་ལོགས་ལ་ཡ་ངས་ཁྱབ་བསྒྲགས་དེ་འདྲ་ཞིག་མཐོང་སོང་རྣམ་པ་ཚོས་གཟིགས་དང་འདི།

བཟོ་དགོས་དེ་དཔེ་གལ་ཆེན་པོ་རེད་གལ་སྲིད་སྐད་ཡིག་གི་ཚོང་ལམ་འདི་ཆེན་པོ་ཆགས་སོང་བ་ཡིན་ན་དེ་གལ་སྲིད་ཀྱི་སྐད་ཡིག་འདི་ཕྱུག་རུ་འགྲོ་བ་ཡི་ཁེ་ཕན་ཆེན་པོ་རེད་སོང་ཙང། ང་ཚོ་བོད་པའི་སྤྱི་ཚོགས་ནང་ལོག་ལ་ཡང་བོད་པ་ཡིན་པ་ཡིན་ནས་བོད་པའི་སློབ་གྲྭ་ལ་མ་འདང་བའི་རྒྱུ་མཚན་གཙོ་བོ་དེ་ག་རེ་བྱེད་པ་ཡིན་ན་ད། ཨིན་ཇི་སྦྱངས་པ་ཡིན་པ་ཡིན་ན་མ་འོངས་པ་ལྟོ་གོས་གཏམ་གསུམ་ལ་ཡང། འཚོ་བའི་དོད་ལས་མེད་ན་ཁེ་ཕན་ཆེན་པོ་འབྱུང་ངེས་བསམ་ཅི་ཀོ་ཨིན་ཇི་བླུག་ཡོད་རེད་བ་སོང་ཙང་བོད་སྐད་སློབ་གྲྭ་ལ་ལོག་ལུགས་པ་ཡིན་པ་ཡིན་ན། བོད་ཡིག་གི་གཏོར་བྲིས་ཀྱི་མ་རེད་བོད་ཡིག་བོད་ཡིག་བོད་སྐད་སྦྱངས་པ་ཡིན་ན། གཅིག་མ་འོངས་པའི་སྐར་ཚོགས་རེད་མདུན་ལམ་ཡོད་མ་རེད་ཟེར་ཤོར་བ་གཙོ་བོ་འདི་ལ་ཐུག་ཡོད་རེད་བ་སོང་ཙང་སྐད་ཡིག་གི་ཚོང་ལམ་ཆེན་པོ་བཟོ་བ་དེ་དཔེ་གལ་ཆེན་པོ་རེད། ད་འདི་ནས་བསམ་ཚུལ་གཞན་དག་ཅིག་བཀར་ལབ་ཡིན་ན། རྒན་འདི་རིགས་རྒྱལ་སྲིད་ཅིག་གི་དེ་འདྲས་ཅིག་གི་གསུང་དུ་ཨ། མིང་ཚིག་ཏི་ཀའི་ཏིས་ཏིས་ཨིན་ཇི་དྲས་ན་གལ་ཡོད་མ་རེད་བསམ་གི་ད་ང་བལྟས་ཚེ་དེ་ལྷོད་པ་ཡིན། ཇི་ཡིན་ཇི་མིན་གྱི་ཆ་ཚང་ཅིག་བོད་སྐད་ནང་ལོས་ཅི་ད་ང་ཚོ་ཆ་ཚང་བོད་སྐད་མ་རེད་པ་ཡ། ཨམ་ཅི་ཞིག་ད་བོད་སྐད་མ་རེད་པ། བཀའ་མོལ་འདི་རུ་ཆ་མཚོན་པ་ཡིན་ན་ད་ད་རྒན་འདི་རིགས་རྒྱལ་སྲིད་མཆོག་ཡིན་པ་ཡིན་ན་ལྷོད་པ་དེ་ཡིན་གསུངས་སོང་ད་ལྷོད་པ་ཡི་དེ་ཡིན་གསུང་མཁན་མང་པོ་ཞེ་དྲག་ཡོད་རེད། ད་ང་རེ། དངོས་སུ་འཕྲད་མྱོང་བའི་དེ་འདྲའི་གནང་ལོག་ལ་ཡང་ད་གར་ཚོགས་རེད། དྲི་བ་དེ་འདྲའི་བཀོད་མྱོང་ཡོད། ད་ཅིག་བོད་སྐད་གཙང་མ་འདུག་ཟེར་སྐྱོན་གྱི་དུས་ཚོད་དེ་ངས་དེ་འདྲའི་རྒྱག་འོས་དེ་གར་ལབ་ཡིན་ན། གོ་བདེ་བའི་ཆེད་དུ་ཡིན་ཟེར་ད་དེ་འདྲའི་གི་གསུང་མཁན་མང་པོ་ཞེ་དྲག་ཡོད་རེད། ད་ད་གན་བེ་རི་རྒྱལ་སའི་ཁོང་ལྟ་བུ་འདྲ་བོ་ཆེད་བཙོན་པ་ཡིན་ན་ད་ངས་དེའི་གྲས་ལས་ཡིན་མི་མི་ཤེས་ཏེ་ཡིན་པ་ཡིན་ནའི། ད་ད་ཁོ་རང་གིས། བཀའ་མོལ་གནང་བའི་སྐབས་ལ་ཡིན་ན་བོད་སྐད་གཙང་མ་གཙང་མཁན་དང། གོ་བ་ཡོད་རེད་ཟེར་དུས་ཤུགས་གནོན་བྱེད་ཀྱིན་འདུག་བོད་སྐད་གཙང་མ་བཙོན་ཀྱང་སྐྱོན་མ་ཐུབ་པ་ཡོད་མ་རེད་སྐྱོན་པ་ལ་དཀའ་ལས་རྒྱག་དགོས་རེད་ལས་སླ་པོ་ཡོད་མ་རེད་དྲང་པོ་ཞུ་ཡིན་ཡིག་སྐད་སྒྲོག་བྱེད་བཙོན་མི་ན་ཁོ་ཡུལ་གྱི་བཟོ་བཅོས་རྒྱག་ཡིན་ན་ལས་སླ་པོ་རེད་བ་ནོར་བ་ཡིན་ན་ཚར་གཅིག་གིས་བཟོ་བཅོས་རྒྱག་ན་ཨོའོ་ད་ཤེས་མ་སོང་ཇོ་མ་ནས་སོ་སོའི་བཅོས་བྱས་དག་བྱས་དེ་འགྲིག་ཐབས་བྱས་ཡོད་རེད་བ་ཡིན་པ་ཡིན་ནས་ཁ་སྐད་དེ་ཡིན་པ་ཡིན་ན་བཅོས་ཡག་པས་ཁག་པོ་ཡོད་རེད་རྒྱུ་མཚན་གར་བྱེད་པ་ན་དོ་སྣང། ནང་རྒྱུ་བ་མར་བ། སོང་ཙང། ད་ལྟ་རྒན་བེ་རི་རྒྱལ་སྲས། ད་ལྟ། བཅར་འདྲི་ལེ་ཚན་དེའི་ནང་ལོ་ཡིན་པ་ཡིན་ན་གར་ཚུད་གོ་རེ་ད། བོད་སྐད་ཀྱི་འགྲོས་དང་མ་མཐུན་པ། ཕྲད། ད་ནས་བཞིན་ཟློས་སྐྱོན། མང་པོ་ཞུ་ཏུ་རེ་རེ་གཉིས་གཉིས་ནས་ཡང་ཞུས་པ་ཡིན་ན་ཡང་རྣམ་པ་ཚོ་སྐྱ་སུན་རོར་བ། སོང་ཙང་ངས། ཚང་མ་བཞུགས་མེད། སྐུ་ཉིད་ཀྱི་ཡ་དེ་འདྲའི་བཀའ་མོལ་གནང་བ་ཡིན་ན་ག་རེ། སྐྱོན་ཡོང་གོ་རེ་ཟེར་བ་ཡིན་ན་ད། སྐུ་ཉིད་ལ་ཡ་ཏུ། ད་མ་ཞོན་མཁན་མང་པོ་ཅིག་ཁ་མིང་ཡག་ད། ནང་གི་ཡུལ་འདྲིའི་སྐབས་སུ་ལ་ཡ་ཁོ་ཚོའི་བསམ་བློའི་ནང་ལོ་ལ་ཡ་ཨོའོ་དེ་བྱེད་རྩིས་དང་ཕྲད་མ་འདུག་པས་གཞན་ཨིན་སྐད་རྒྱབ་ཡིན་ན་ཁྱོད་ཅི་བྱེད་རགས་སུ་མི་འདུག་ག་བསམ་པའི་བསམ་བློ་དེའི་རྐྱེན་པས་ད་གར་ཡོང་དགོས་རེད་ཟེར་བས་ན་ད་ཨིན་སྐད་རྒྱལུགས་རྒྱང་བྱེད་ཡོང་གི་རེད། ཁོང་ད་བོད་ཡིག་གི་ཐོག་ནས་ངོ་ནས་དོགས་པ་མེད་པ་རེད་ཅེས་འགྲེལ་བརྙན་ཞུ་ཡོད་གདེང་འཇོག་གནང་རྒྱུ་ཡིན་ནས་བཀའ་མོལ་གནང་ཕྱོགས་ཀྱི་ཐད་བོད་ནས་ད་སྐད་ཆའི་ལང་ཚོ་ཟིག་རེད་ང་ཚོ་ཁ་སྐད་འདིའི་ཐོག་ནས་ང་རང་ཚོ་བོད་སྐད་གཙང་མ་སྐྱོན་ཡོད་ཅིག་འདིའི་ཐོག་ལ་ཡིན་པས་ན་ད་དུང་རྒན་པེ་རི་སྐད་གསོལ་ཕྱོགས་སྐུ་ལུས་སྐྱོན་དགོས་འདུག་ཞུ་ཡ་ཡིན། སྔ་དྲོ་ཆེ་བཙུན་མི་ལ་རྒན་པའི་རིགས་རྒྱ་སེ་མཆོག་གི Instagram དེ་བས་ན་ཡང་ཅིག་བོད་ཡིག་གི་སློབ་ཁྲིད་འདི་འདྲས་གནང་གི་ཡོད་རེད་དེ་གས་ལ་ཡ། སྟག་པ་སོ་སོ་དོ་སྣང་བྱེད་དེ་ངས་འདི་ན་ནས་སློབ་དགེ་རག་གི་འདུག་ར་མུས་མཐུད་ནས་འདི་གནང་རོགས་གནང་ཞུ་ཡ་ཡིན། ད་གཙོ་བོ་དེ་ཕ་སྐད་གཙང་མ། སྐྱོན་དེ་དཔེ་གལ་ཆེན་པོ་རེད་བོད་ནང་ནས་གཞས་པ་གཞས་མ་ཚོས་ཡང་ནས་ཡང་དུ་དེ་ཅིག་གར་བཟོ་བ་རེད་བོད་སྐད་གཙང་མ་སྐྱོན་ཡན་ལ་ཡར་ཤུགས་སྣོན་ཤུགས་ཤིག་སྐྱོན་དགོས་བ་རེད་སོ་ཙང་ང་ཚོའི་བཙན་བྱོལ་སྤྱི་ཚོགས་ནང་ལ་ལས་ཞུ་མཁན་ཚོས་ཡིན་གཅིག་དེའི་ཐོག་ལ་ཡར་སྐུ་ལས་སྐྱོན་དགོས་རེད་ང་ཚོས་ག་དུས་ཡིན་པ་ཡིན་ནས་གར་བཟོ་བ་རེད་ཅིག་ལས་སླ་བོའི་ངང་ནས་གཞས་ཡང་ཐབས་ཤེས་འདྲ་བོ་བཏང་ཡང་དང་དེ་འདྲས་ཀྱི་ཅིག་ཐབས་ཤེས་བཏང་གི་འདུག་ཨ། བོད་སྐད་ཡིན་པ་ཡིན་ནའི་ལམ་སང་ཤེས་ཡོན་ཆོས་ཕྱོགས་དེ་འདྲས་ཀྱི་ཐབས་ཇི་ལྟ་བུ་དེ་འདྲས་ཡོད་མ་རེད་དཀའ་ལས་རྒྱག་དགོས་རེད་བོད་སྐད་གཙང་མ་རྒྱ་ཡིག་ལ་དཀའ་ལས་རྒྱག་དགོས་རེད་བོད་ཡིག་བྲལ་ཡིན་པ་ཡིན་ནའི་དཀའ་ལས་རྒྱག་དགོས་རེད་དང་ནས་བོད་སྐད་རྒྱ་ཡིག་ལ་ཡང་དཀའ་ལས་རྒྱག་དགོས་རེད་ང་ཚོས་བོད་སྐད་ཡིག་གི་ཐོག་ལ་ཡང་ཤུགས་སྣོན་རྒྱག་དགོས་ཀྱི་སྲིད་དུས་སྐབས་སུ་ལ་སྐད་ཁ་སྐད་དེ་ལ་ཡང་ང་ཚོས་འབད་བརྩོན་བྱེད་དགོས་རེད་ང་ཚོས་འབད་བརྩོན་བྱས་པ་ཡིན་ན་ང་ཚོའི་བོད་སྐད་དེ་གཙང་མ་གཙང་ཉག་གི་སྐྱོན་ཐུག་རེད། སྐྱོན་མ་ཐུབ་ཡོད་མ་རེད། སྤྱི་བཏང་ནས་ང་རང་ཚོའི་བོད་ཀྱི་རིག་གནས་འགྲོ་འཆག་བྱོན་པ་ཡིན་ན་རིག་གནས་གང་ག་དཔེ་བླངས་བཞག་པ་འགྲོ་འཆི་བ་ཆོས་ཡིན་པ་ཡིན་ན་རྒྱ་གར་ནས་དཔེ་བླངས་ཡི་གིག་གཟུགས་འགྲོ་འཆི་བ་ཡིན་ན་རྒྱ་གར་ནས་དཔེ་བླངས་ཟས་ཡིན་པ་ཡིན་ན་རྒྱ་ནག་ནས་དཔེ་བླངས་གོས་ཡིན་པ་ཡིན་ན་སོག་རྒྱུད་ནས་དཔེ་བླངས་རྒྱུ་རྫས་ཀྱི་རིག་གནས་དེ་ག་དེ་ཡིན་པ་ཡིན་ན་བལ་ཡུལ་ནས་དཔེ་བླངས་ད་བྱས་ན་བོད་རང་ལ་ཅིག་ད་རིག་གནས་ཀྱི་ཁྱད་ཆོས་ག་རེ་ཡོད་རེད་ཅེས་སྟོན་པ་ཡིན་ན་ད་ཆིག་མ་དུ་ཡོད་མ་རེད་འདི་ག་རེ་ལབ་པ་ནི་བོད་སྐད་ཡིག་དེ་རེད། བོད་སྐད་འདིར་སྐྱེས་ཏེ། ད་བོད་ཡིག་གི་ཡི་གེ་གཟུགས་འདི་འདྲ་བོ་ཆ་བཙུམ་པས་ན་ད་དུས་རབས་བདུན་པའི་ནང་ལོགས་ལ་ཡ་ད་ཕྱིས་སུ་རྒྱ་གར་ནས་དཔེ་བླངས་བཞག་པ་ཅི་རེད་བ། ཡིན་ནའི་སྐད་དེ་སྔ་མ་ནས་ཡོད་རེད་བ། ལོ་ངོ་སྟོང་ཕྲག་སྔོན་ནས་ཡོད་རེད་བ། སོང་ཙང་སྐད་དེ་མི་རིགས་ཀྱི་བླ་སྲོག་ཡིན་ཟེར་བའི་རྒྱུ་མཚན་དེལ་ཐུག་གི་འདུག་ཡོད་རེད་དེ་འོག་དེ་རྒྱུ་མཚན་གར་བྱོས་ན་ད་བོད་ཀྱི་ཐུགས་མུ་མ་ཡིན་པ་ཅིག་སྟོན་ཤོག་ཟེར་དུས་གོ་ཟོས་ལ་ཅིག་མི་རིགས་ཀྱི་བླ་སྲོག་ཅིག་སྟོན་ཟོས་ཟོས་དེ་སྐད་འདི་རེད་ད། སྐད་དེ་གཞན་དང་འདྲ་གི་མ་རེད་བ། སོག་པོ་སྐད་ཡང་མ་རེད་རྒྱ་སྐད་ཡང་མ་རེད་རྒྱ་གར་སྐད་ཡང་མ་རེད་སོང་ཙང་ང་རང་ཚོའི་སྐད་དེ་ཕུན་སུམ་ཚོགས་པོ་ཡོད་རེད་སོང་ཙང་སོ་སོའི་སྐད་ལ་ཡ་མཐོང་ཆུང་བཏང་སྙིང་མ་རེད་ཅིག་སྐད་ཆ་གང་ག་བོད་སྐད་གར་གཙོ་བོ་རེད་གཙང་མ་རྒྱུན་ནས་ཡོད་མ་རེད་ཟེར་ཏེ་གཙང་མ་གཙང་ཉག་ཡོད་རེད་ད་སྨན་པ་ལ་ད་ཨེམ་ཆི་ཟེར་ཏེ་ཆུས་སུ་ཡོང་རོགས་ཏེ། སྐད་ཡིག་ནང་ལོགས་ལ་ཡང་སྐད་རིགས་གཞན་ཚུད་ཡོང་ཆོག་རེད་ཡིན་པས་ནས་སྐད་རིགས་གཞན་ཡོང་པ་དེ་ཕ་བསད་ཆོག་རེད་བ་ང་ཚོས་འོ་ཨེམ་ཆི་སེ་དེ་སོག་པོའི་སྐད་རེད་སོ་ཙང་ང་རང་ཚོ་བོད་སྐད་ལ་ཡང་མཚོ་སྐད་ཡོད་རེད་སྨན་པ་ཡོད་རེད་ལྷ་རྗེ་ཡོད་རེད་ད་དེ་ཚོ་ཀྱོ་བེད་སྤྱོད་བཏང་ན་འགྲིག་རེད་བ་འོ་ད་ནང་བཞིན་ཁོང་གིས་གར་གསུངས་པ་ལ་བས་ན་ད་སྤྱི་མིང་དང་བྱེད་སྒྲའི་མིང་དང་བྱེད་སྒྲའི་མིང་དེ་སྐད་དེ་ཡིན་པ་ཡིན་ན་ཁོ་རང་རང་སོར་བཞག་བ་ད་ས་གནས་དང་མིའི་མིང་དེ་ཚོ་ཡིན་པས་ན་རེད་ད་རང་སོར་བཞག་དགོས་རེད་དེ་མིན་པས་གལ་སྲིད་ང་རང་ཚོས་ཐུབ་ཚོད་ལ། གང་ནུས་ཅི་ནུས་ཀྱིས་ཐུབ་པ་ཡིན་ན་ཁོ། གར་ཚོགས་དེ་བྱེ་བྲག་མིང་འདི་ཚོ་སུ་བོད་སྐྱོར་བྱས་པ་ནི་སྐྱོན་ཡོད་མ་རེད། རྒྱུ་མཚན་ཁ་ཅིག་འདི་སོ་སོས་ཁྱད་ཆོས་ཆགས་ཀྱི་རེད་བ། བོད་སྐད་མིང་བཏགས་ཐུབ་པ་ཡིན་ན་འདི་བོད་སྐད་ཀྱི་ཁྱོད་ཆོས་ཆགས་ཀྱི་རེད་བ། འདི་བོད་པའི་མིང་ཆགས་ཀྱི་རེད་བ། དཔེ་ཆ་བྱས་པ་ཡིན་ན། རྒྱ་སྐད་ལ་ཡང་ཨེམ་བི་ཐི་རི་ལ་ཡང་གར་ཟིག་རེད་ལབ་པ་ཡིན་ན་ཨེམ་བི་སེན་ཟིག་རེད་བ།

གལ་སྲིད་དེ་འདྲའི་རྒྱུ་བས་ན་སྐྱོན་ཡོད་མ་རེད་དཀར་གསུམ་ཁ་པར་ཟེར་ལོས་བས་ན་སྐྱོན་ཡོད་མ་རེད་བ་ད vivo དང oppo དང་འདི་ཚོ་འདྲ་བོ་ཆེ་ཙམ་མིན་ན་བྱེ་བྲག་ཁོ་ཚོགས་པའི་མིང་ཡིག་དུས་སྐབས་སོགས་ལ་ད་ག་རང་རང་སོ་བཞག་བས་ན་འདི་ཡག་གོ་རེད་དེ་འདྲས་རེད་སོང་ཙང་ང་ཚོས་ཐ་སྙད་རྒྱུ་བའི་སྐབས་ལ་རྒྱུ་བཏོན་ན་ཡག་ཤོས་རེད་སྐྱོན་ཡོད་མ་རེད་འདི་ལ་ང་ཚོ་ཕུན་སུམ་ཚོགས་པའི་ཡན་ལག་རེད་འདི་ལ་ཡང་ང་ཚོས་དགག་པ་རྒྱག་དགོས་ཀྱི་གནད་དོན་འདི་འདྲས་ཆགས་ཡོད་མ་རེད་ཞུ་ཡིན། སོང་ཙང་དེ་འདྲས་རེད་བཞིན། ད་ངས་སྐད་ཆ་མང་པོ་རེ་ཆགས་ཏེ་མཉམ་དུ་ཉུང་མ་སྤྲད་ནས་ཕྱིན་རྗེས་གོ་རིམ་མེད་པ་ཞིག་དེ་འདྲས་ཆགས་སོང། ད་གཙོ་བོ་དེ། མི་གཅིག་གི་རིན་ཐང་ཆེ་ཤོས་དེ་བསམ་བློ་དེ་གལ་ཆེ་ཤོས་རེད་བ་སོང་ཙང་བསམ་བློ་དེ་ག་ལོག་རེད། བ། མཉམ་སྤྱོད་བྱས་དེ་གལ་ཆེན་པོ་རེད་ད་བསམ་བློ་དེ་འདྲས་ཤིག་ཁོ་རང་སེམས་ནང་ལ་ཉར་བསྡད་པ་ཡིན་ན་ག་རེ་ཟེར་ན་སེམས་ནད་ཆགས་ཀྱི་འདུག་སོ་སོས། སོ་སོའི་སྐད་ཡིག་གི་ཐོག་ལ་མ་འགྲིག་པའི་ཆ་དེ་འདྲ་ཞིག་བྱུང་བ་ཡིན་ན་ལམ་སང་སེམས་བདེ་གི་མི་འདུག་བློ་བདེ་གི་མི་འདུག་སོང་ཙང་འདུག་ཅེས་ང་རའི་བསམ་བློ་བཏང་ཆོག་དེ་རྣམ་པ་ཚོ་ལ་ཞུས་པ་ཡིན། ངེས་པར་དུ་རྣམ་པ་ཚོས་ཁོམ་པ་ལ་བཞག་དགོས་བ་ཞིག་ལ་ངས་ཀན་བྷི་རི་རྒྱ་སོའི་ཕྱོགས་ལ་ཡང་སྐྱོན་བརྗོད་དང་དེ་འདྲའི་རྩ་ཉེ་ནས་མེད་གཙོ་བོ་དེ་སློབ་དགེ་རང་ཡིན་ང་ཚོ་ཕན་ཚུན་བར་ལ་ཡང་ང་ལ་ཡང་ཏན་ཏན་སྐྱོན་ཡོད་རེད། ག་ཐམས་ཅད་ཁྱིམ་པ་མར་བ་སོང་ཙང་མི་གཅིག་ཡིན་དུས་ག་ཚོད་སྐྱོན་ཡོང་གི་རེད་ང་ལ་སྐྱོན་ཡོང་པས་ན་རྣམ་པ་ཚོས་ཐེར་འདོན་གནང་རོགས་གལ་སྲིད་རྣམ་པ་ཚོ་ལ་ཡང་གལ་སྲིད་སྐྱོན་དེ་འདྲ་ཡོང་བས་ན་ངས་ཐེར་འདོན་བྱེད་དགོས་གཅིག་གིས་གཅིག་ལ་ཡང་སྐད་ཡིག་གི་ཐོག་ལ་ཡང་གར་བཟོ་བ་རེད་སྐྱོན་ཆ་དེ་འདྲ་ཡིན་པས་ན་སྟོན་ལེགས་ཆ་དེ་འདྲ་ཡིན་པས་ན་བླང་དུ་བྱེད་དགོས་རེད་ད་སྤང་བླང་བྱེད་དགོས་ཡ་དེ་གལ་ཆེན་པོ་རེད་ལས་ངན་འགོག་པའི་བྱེད་དཔེ་གལ་ཆེན་པོ་ར་སོང་ཙང་དེའི་ཐོག་ནས་ངས